ངའི YouTube Channel ཟེར་སྐད་མི་མང་ལ་འགྱེར་དང་ཚ་བོ་ཚ་མོ་ཀུན་ལ་ཐོག་མ་ཚང་མ་ལ་འཇུ་ལེ་བཀྲ་ཤིས་བདེ་ལེགས་ཟེར་ནས་ཞུ་བྱ་ཟིན་དེ་དེ་རིང་ཡང་འགྲེམས་བརྩེ་བས་ཐོབ་དེ་བཞག་གོང་དུ་ཡང་དེ་ནས་ད་དར་ལྕོག་བཅོ་བརྒྱད་དང་ལྡན་པའི་ལུས་རྟེན་བཟང་པོ་དེ་དེ་ནས་དོན་མེད་དབང་དུ་མ་འགྲོ་བར་དོན་དང་ལྡན་པ་ཁྱོད་ཚོས་སྒྲུབ་དགོས་ཆགས་སོང་བ་ནི་གལ་ཆེན་པོ་ཞིག་ཡིན་པའི་སྐོར་མདོར་བསྡུས་ཤིག་བཤད་དེ་ཡོད་ད་དེ་རིང་ཡང་དེ་ནས་ད་དཔར་དང་པོ་དཔར་སྤྲུལ་བུ་ཡིན་དཔར་སྤྲུལ་བུ་ཡིན་དེ་ནས་འཆི་བ་མི་རྟག་པའི་སྐོར་མདོར་བསྡུས་ཤིག་ང་རང་དག་ཅིག་སྤྱི་སོགས་དང་མཐུན་པའི་སྒོ་ནས་མ་ད་ང་ཅིག་ཞུ་བྱ་ཟིན་དེ་ཚོ་གི་ན་སྙན་པོ། ཚང་མས་ཚང་མ་ཕན་ཐོགས་པའི་རེ་བ་ཡོད་དེ་ཚོ་གི་ན་སྙན་པོ་དེ་ནས་ང་དང་དར་ཅོ་བཅོ་བརྒྱད་དང་ལྡན་པའི་ལུས་རྟེན་བཟང་སྤོ་བོ་དེ་ནས་ང་དང་མི་རྟག་པ་རང་བཞིན་སྐད་ཅིག་སྐད་ཅིག་འཇིག་འགྲོ་དེ་རྟག་པ་བརྟན་པོ་ཅི་ཡང་མེད་དེ་ཚོ་གི་ན་སྙན་པོ་དེ་ནས་ང་དང་ལུས་རྟེན་བཟང་སྤོ་བོ་དེ་ནས་ང་དང་དོན་མེད་དབང་དུ་མི་བྱོལ་བ་དང་དོན་དང་ལྡན་པ་བྱོས་ཏེ། ལུས་ངག་ཡིད་གསུམ་དུས་རྒྱུན་ཆོས་མེད་པར་དགེ་བའི་ལམ་ལ་དེ་ནས་བསྐོར་དགུ་ཤར་དགེ་བའི་ལམ་ལ་དེ་ནས་འཇུག་དགུ་ཤར་བོ་དེ་ནི་མ་ནི་འགག་ཆེན་མོ་ཡིན་གཟུགས་དེ་གཟུགས་ཆེ་གེ་ན་གཉེན་པོ་དེ་ནི་ང་དང་ད་དེ་རིང་ཡིན་དེ་ནི་ང་དང། འདུས་བྱས་ཐམས་ཅད་མི་རྟག་པ། ཟག་བཅས་ཐམས་ཅད་སྡུག་བསྔལ་ཆོས་རྣམས་སྟོང་ཆེན་བདག་མེད་མྱ་ངན་འདས་པའི་ཞི་བ་འོད་སྲུང་ང་སྣང་ཞིང་གི་ལྟ་བ་ཀ་དག་གི་ཕྱག་རྒྱ་བཞིའི་ནང་ལ་དང་ད་འདུས་བྱས་ཐམས་ཅད་མི་རྟག་པ་ཡིན་པ། དེ་ཚོ་བ་དེ་ནི་ང་དང་འདུས་བྱས་ཀྱི་ཆོས་ཡོངས་རྫོགས་པ་ཐམས་ཅད་འཇིག་རྟེན་ཆོས་རྒྱལ་གྱི་བྱ་བ་ཡོངས་རྫོགས་པ་ཐམས་ཅད།

ནམ་བཞིན་བརྟགས་བརྟགས་བརྟགས་བརྟགས་པ་བརྟན་པོ་ཅིའང་མེད་པར་ད་སྔ་དུས་རྒྱུན་ཆད་མེད་པར་ལུས་ངག་ཡིད་གསུམ་དགེ་བའི་ལམ་ལ་བཀོད་ནས་འགྲོ་བ་རེ་དྲུག་སེམས་ཅན་ཐམས་ཅད་ཀྱི་དོན་གྱི་ཆེད་དུ། དེ་ནས་འགྲོ་བ་རེ་དྲུག་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་གོ་འཕང་ཐོབ་པའི་ཀྱི་ཆེད་དུ། དེ་ནས་འགྲོ་བ་རེ་དྲུག་སེམས་ཅན་ཐམས་ཅད་ངན་སོང་གསུམ་ལ་སྐྱེ་མ་ཐུབ་པའི་ཀྱི་ཆེད་དུ་ཐབས་ལམ་གྱི་ཆེད་དུ་བསྟན་ནས་ལུས་ངག་ཡིད་གསུམ་དུས་རྒྱུན་ཆད་མེད་པར་དམ་པའི་ཆོས་ལ

འཇུག་པོ་ཤུགས་འོད་ཁ་དེ་ན་འཕང་སྟེ་ཆ་བྱས་སུ་མ་འདུག་ཅང་ཕན་པ་ཞིག་ཅང་མེད་ཀྱང་དེ་ཚོ་ཡིན་ན་སྙིང་པོ་ངན་སོང་སོགས་ལ་སྐྱེ་མི་ཐུབ་ཅག་དག་ས་ཡིན་ན་ང་ཚོ་དར་ཅོ་བཅོ་བརྒྱད་དང་ལྡན་པའི་ལུས་རྟེན་བཟང་པོ་ཞིག་ཐོབ་ད་སངས་རྒྱས་ཤེས་རྒྱ་ཐོས་པའི་རྗེས་སུ་འཇུག་པའི་རྗེས་འཇུག་ཅིག་སོང་དེའི་གཙོ་བ་ནང་པ་སངས་རྒྱས་པ་ཡིན་ཟེར་མིན་ཞིག་ང་ནི་ང་དང་ལྡན་མོ་ཞིག་ཁུར་རྒྱུ་ཐོབ་དེའུ་ཡང་ན་ཡང་ན་ང་དང་ད། མྱང་འདས་སངས་རྒྱས་ཀྱི་གོ་འཕང་ཐོབ་མ་ཐུབ་ན་ཡང་བསྟན་གཅིག་ངན་སོང་གསུམ་ལ་སྐྱེ་མ་ཐུབ་ཅེས་ང་དང་ཐབས་ལམ་གཏུམ་ཆ་ཟེར་བེད་སོ་བཅུ་ཆ་ཟེར་ཡོད་དེ་གཟུགས་དེ་གཟུགས་ཡིན་ན་ཉན་པོ་མི་རྟག་པ་རང་བཞིན་ཡིན་ན་ཉན་པོ་དེར་ང་དང་ལེ་ལོའི་དབང་དུ་མི་བྱོ་ཆ་དུས་རྒྱུན་ཆོས་མེད་པ་ལུས་ངག་ཡིད་གསུམ་དགེ་བའི་ལམ་ལ་འཇུག་ཐུབ་ཆ་ཟེར་བེད་སོ་བཅུ་རོགས་གནང་ཟེར་ནས་རེ་བ་ཞུ་ཆ་ཟིན་ཏེ་འཆི་བ་མི་རྟག་པས་ནམ་འཆི་ནམ་ཤི་ང་དང་རྟགས་པ་བརྟན་པོ་མེད་དེ་གཟུགས་འདིའི་རྩོལ་བ་དེ་ནི་ང་དང།

ནོར་རྫས་ཤུགས་དུས་ལུས་སྲུང་བ་ནང་བཞིན་གྱི་ད་སྔ་དང་རྒྱུ་ནོར་ལོངས་སྤྱོད་འབད་རྩོལ་ཆེད་དུ་བཙོན་འགྲུལ་སྤྱོད་བསྡད་ཆ་ཙམ་གྱིས་བསགས་ཚེ་དཀར་བོར་དུང་ཕྱུར་བསགས་ཚོད་ཡོད་ན་ཡང་ཤི་ཡང་ཉན་པོ་འདིའི་བུ་འཕངས་ཚེ་མ་དེ་ཆད་འཇུག་བ་དེ་ནི་ལུས་དེ་འཕངས་ཚེ་ཆད་བཅད་མ་གཏོགས་གཞན་དུ་ཅང་ཕན་པ་ཞིག་མེད་བསྟན་འདུག་འདིས་གཙོ་བ་དང་ཕན་པའི་བྱ་བ་གཙོ་བོ་དེ་ནི་གཅིག་འཇིག་རྟེན་ཆོས་བརྒྱད་ཀྱི་དྲི་མ་མ་གོས་པར་རང་བཞིན་རྣམ་པར་དག་པ་དེ་ནི་དམ་པའི་ཆོས་སུ་འཛུག་དེ་ནས་སེམས་ཅན་ལ་འཚེ་བ་སྤང་བྱ་དང་བྱམས་སྙིང་རྗེ་བྱང་ཆུབ་སེམས་སྒོམ་བྱ་དང་ར་སྤྲོད་ཀྱིས་སེམས་ཅན་ཐམས་ཅད་ཀྱི་དོན་གྱི་ཆེད་དུ་བྱམས་སྙིང་རྗེ་བྱང་ཆུབ་སེམས་སྒོམ་བརྡ་དང།

དེ་རིང་ང་ཡང་དངོས་གནས་ཁོ་རང་གོ་སྐབས་བཟང་པོ་ཅིག་ཐོབ་སྲིད་འདུག་འོ་ན་ང་དོགས་བླངས་བྱས་འདུག་འོ་ད་ཅི་ངོ་ནས་ཡང་དམ་པའི་ཆོས་སྤྱོན་ཙམ་ལ་ཉན་ཚེ་མེད་པ་མི་རྟག་པར་དྲན་ཟེར་ཡང་ང་ཡང་ཆོས་སྤྱོད་བྱས་སུ་གོ་སྐབས་ཅིག་འདུག་བསམ་ཚེ་ཡང་དགའ་བ་སྐྱེས་ཏེ་ཡང་ཆོས་སྤྱོད་བྱས་དང་འཇིག་རྟེན་ཆོས་འཇིག་རྟེན་ཆོས་བརྒྱད་ཀྱི་བྱ་བ་ཐམས་ཅད་སྤངས་ཏེ་ཆོས་ལ་དཔང་བས་ཟོལ་དང་བརྩོན་འགྲུས་བཅོལ་ཚེ་མི་རྟག་པ་བརྒྱ་ལ་བཅོལ་ཚེ Practice སྒོམ་ཁྲིད་བརྒྱ་ལ་ཞིག་སྤྱོད་ན་དེ་ན་ང་ཆོས་ཡང་དག་པ་སྤྱོད་བྱ་ཟ་དེ་ནས་ཅི་ཟེར་ག་ད། དེ་ནས་དྲན་སྐུལ་ཆོས་ཡང་དག་པ་བརྗོད་བྱ་ཟེར་དེ་ནས་རྒྱ་ལ་ཡོང་བཀག་ཟེར་ནས་རེ་བ་ཞུ་བྱ་ཟེར་འདི་སོགས་དེ་ནས་སྦས་པའི་བགྲོད་པའི་ལོངས་སྤྱོད་ཤུགས་དུས་ལུས་སྲུང་བ་ནང་བཞིན་འཇུག་བ་ལུས་བྱ་བྱས་སམ་རི་སྤྱང་ཕན་པ་ཞིག་མེད་དེ་ཚོགས་དེ་ཚོ་གི་ནང་སྙན་པོ་དེ་ནས་འདི་ནང་ནས་ཕན་པ་ཡག་ཤོག་པོ་དེ་ནས་ང་དང་མི་ལུས་བཟང་པོ་ཞིག་ཐོབ་དེ་མི་ལུས་བཟང་པོ་ཡག་ན་ཡང་མི་ལུས་བཟང་པོ་ཐོབ་ཐུབ་བྱ་ཟེར་ངན་སོང་གསུམ་ལ་སྐྱེ་མེད་ཐོབ་བྱེད་ཀྱི་ཐབས་ལམ་ཅིག་བཅོས་བྱ་ཟ་དེ་ནས་ང་དང་དམ་པའི་ཆོས་སོགས་ཡིན་ཚུལ་བྱམས་སྙིང་རྗེ་བྱང་ཆུབ་སེམས་བསྒོམ་བྱ་སྟངས་འདི་གལ་ཆེན་པོ་ཡིན་ཚུལ་དེ་འདྲི་དོ་དེ་ནས་འཆི་བ་མི་རྟག་པ་ལས་གདུལ་བྱ་ཐམས་ཅད་སྐད་ཅིག་སྐད་ཅིག་འཇིག་འགྲོ་བྱེད་དེ་ང་དང་རྒྱུ་ནོར་ལོངས་སྤྱོད་ཐམས་ཅད་ཤུགས་ལ་བང་བསྒྲིབས

འཇིག་རྟེན་ཆོས་བརྒྱད་ཀྱི་དབང་དུ་མི་བྱ་བྱ་ཅིག་དུས་རྒྱུན་ཆོས་མེད་པ་དེ་ནི་རྒྱལ་བའི་ལམ་ལ་བར་འཇུག་ཐུབ་པ་ཞིག་གནང་དགོས་ཤག་སོགས་སྨྲ་ནས་གལ་ཆེན་པོ་ཞིག་ཡིན་ཟུག་ཟེར་ནས་རེ་བ་ཞུ་བྱ་ཟིན་དེ་སོང་བ་དེ་ནས་ང་དམ་ཚིག་དེ་གློད་དེ་རྒྱལ་སྲས་ལག་ལེན་དེ་ནི་ཚེ་བློ་བཏང་ཚེ་དེ་ནི་རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱི་གི་ལག་ལེན་པོ་དེ་ཟུག་ཅིག་ཡིན་ཟུག་འདིས་སྩོལ་བ་དེ་ནི་ང་དང་འདིས་སུ་རྗེས་སུ་འཇུག་པའི་རྗེས་འཇུག་ཅིག་ཡིན་ན་སྙམ་པོ་དེ་ནས་ང་དང་འདིས་སྩོལ་བ་དེ་ནི་ང་དང་ང་འཇུག་དགོས་ཤག་སོགས་འཇུག་ལ་དགོས་ཤག་སོགས་དེ་ནི་སྨྲ་ནས་གལ་ཆེན་པོ་ཡིན་ཟུག་ཟེར་ནས་རེ་བ་ཞུ་བྱ་ཟིན།

མི་རྟག་པའམ་ཡང་ན་ཡང་མགོན་པོར་རྟག་པ་བརྟན་པོ་ཅིའང་མི་འདུག་ད་ང་དང་དེ་རྗེས་ལ་ནང་པ་སངས་རྒྱས་པའི་རྗེས་སུ་འཇུག་པའི་རྗེས་འཇུག་ཅིག་གིས་ད་ང་ལམ་བསླབ་པ་གསུམ་སྐྱོན་གྱིས་མ་གོས་པ་ཞིག་གསུངས་ཏེ། ང་དམ་པའི་ཆོས་ཡང་དག་པ་ཞིག་གསུངས་ཡིན་བསམ་པ་དེ་ཀུན་སློང་རྣམ་པར་དག་པ་དང་དུས་རྒྱུན་ཆོས་མེད་པ་དེ་ནི་མི་རྟག་པ་ཡང་ན་ཡང་བསྒོམ་དྲི་དྲན་ནས་དྲན་ནས་འཇུག་གོ་ཆོད་ན་དེ་ནི་ང་དང། དེ་ནི་ཡང་ན་ཡང་དྲན་གོ་ཆོད་ན་དེ་ནི་ང་དང། དམ་པའི་ཆོས་སུ་བོ་དེ་ནི་པ་ནི། ཡང་དག་པར་ཆོས་ཆོས་བཞིན་དུ་སྒྲུབ་ཐུབ་བྱ་དང་ཆོས་ལམ་དུ་སྒྲུབ་ཚུལ་དང་ལམ་དུ་འཁྲུལ་པ་ཡེ་ཤེས་སུ་འཆར་ཐུབ་བྱ་བར་རྒྱུ་རྐྱེན་བཟང་པོ་ཡོངས་གང་ཟིན་ནས་རེ་བ་ཞུ་བྱ་ཟེར་དེ་ནས་ལྟ་བ་སྒོམ་པ་སྤྱོད་པ་གསུམ་ལ་ཡང་མ་འདྲེས་པའི་ལག་ལེན་ཡོད་ལ་དེ་ནས་ལམ་དུས་རྒྱུན་ཆོས་མེད་པ་དཀོན་མཆོག་གསུམ་དང་རང་སེམས་མ་བྲལ་བ་ཡི་རྒྱུ་རྐྱེན་ཡོངས་གང་དུས་སུ་ཡོད་ན་ནི་འཆི་བ་མི་རྟག་པ་ཡང་ན་ཡང་སྒོམ་དགུ་བྱ་སོ་པེག་ཏྲི་ཆོས་དགུ་བྱ་སོ་སྨྲ་ནས་འགལ་ཕྱིར་མི་གཟུགས་ཟེར་ནས་རེ་བ་ཞུ་བྱ་ཟིན་དེ་གཟུགས་གཅིག་ཡིན་ན་སྙམ་པ་བྱ་ཚང་གི་ཐུགས་ཀ་བོར། དེ་ཚོ་ཡིན་ན་ཚིག་རེ་རེ་ཕན་ཐོགས་ན་ཆོས་ཀྱི་སྦྱིན་པ་ཡོང་རྒྱུ་ཟ་མ་རག་དེ་ཚོ་བླ་མ་དང་དགེ་བའི་བཤེས་གཉེན་ཡོངས་རྫོགས་པ་ཐམས་ཅད་རྒྱུགས་འཕྲོད་ཟུང་འབྲེལ་དང་ང་དང་ང་སོགས་ཡོན་ཏན་མེད་ཀྱང་ཀུན་ལ་ཕན་ཐོགས་པའི་རེ་བ་ཡིན་ཟ་མ་རྒྱུད་ལས་བཀྲ་ཤིས་བདེ་ལེགས་སྐྱེད་པའི་ཉི་མ་ཤར་ཞིག་དགའ་བའི་རྟེན་འབྲེལ་འགྲིགས་ཤིག་དེ་ཚིག་ནོར་བ་དང་དོན་ནོར་བ་མང་པོ་ཞིག་ཡོད་སྲིད་པ་ཡིན་ཙུག་ང་རང་ཡོན་ཏན་མེད་ཀྱང་འཇིག་དེ་དག་འཚམས་པ་ཐེབས་འཚམས་པ་ཉམ་ཆུང་བྱེད་མཁན་དེ་ཚོ་ཡིན་ན་སྙམ་པོ་ཚང་མ་ཕན་ཐོགས་པའི་རེ་བ་ཡོད་དེ་ཚོ་ཡིན་ན་སྙམ་པོ་དེ་ནས་སེམས་བ་བོར་ཐུགས་ཀ་བོར་ཚིག་རེ་རེ་ཕན་ན་ཆོས་ཀྱི་སྦྱིན་པ་ཡོང་རྒྱུ་ཟ་མ་རག་དེ་ཚོ་གཅིག་ཡིན་ན་སྙམ་པོ་ང་དང་ཚང་མ་ཆོས་ཟེར་མཁན་པོ་དེ་ནི་ང་དང་གཅིག་ནས་བཅས་འགྲན་བསྡུར་བྱས་ནས་བགྲོ་གླེང་བཅུ་དགུ་ཁྲོད་ན་གཅིག་ནས་གཅིག་ལ་ཕན་ཐོགས་བརྟེན་ཐུབ་དེ་ནས་ཡར་རྒྱས་ཡང་ཡོང་ཁར་རྒྱ་ལའང་ཆགས་དེ་གཙོ་བ་དེ་ནི་ང་དང་སྤྱི་དང་ང་དང་སྤྱི་ཚོགས་པོ་དེ་ནི་ང་དང་དེང་སང་ཟིང་ཆ་ཆེན་པོ་ཞིག་ཡིན་འདུག་དེ་ནས་ནས་མོ་རང་རང་ང་ཤ་ཚ་པོར་སྒུག་ཤག་དེ་ནས་འཆི་བ་མི་རྟག་པ་དེ་འདྲའི་ཆོས་ཨང་གང་ཐུབ་ཅི་ཐུབ་ཀྱིས་བེད་སྤྱོད་དང་བརྩོན་འགྲུས་བྱོས་འཇིག་རྟེན་གྱི་འཇིག་རྟེན་ཆོས་བརྒྱད་ཀྱི་བྱ་བ་དེ་ཚོ་སྤངས་བཅད་ང་མ་བྱོས་ཟེར་དེ་སྨན་བཅོས་དགོས་ཁོ་སྦལ་དགོས